ད་ལྟ་ཨ་མི་རི་ཀའི་གྲོང་ཁྱེར་སཱན་ཧྥི་རན་སི་སི་ཀོ་ལ་བསྐོང་ཚོགས་གནང་བཞིན་པའི་ཨེ་ཕེག་གི་ཚོགས་འདུའི་དེ་བཞིན་མགོ་འཛུགས་མ་གནང་གོང་དེའི་ཚེས་བཅོ་ལྔ་ཉིན་ལ་ཨ་རྒྱ་གཉིས་ཀྱི་མགོ་ཁྲིད་རྣམས་གཉིས་མཇལ་འཕྲད་གྲོས་མོལ་གནང་ཡོད་པ་དང། ཨ་རི་ཡི་སྲིད་འཛིན་སྦ་ཏན་མཆོག་གི་དབུ་འབྱེད་གསུང་བཤད་ལས་ཁོང་རང་ཉིད་ཀྱིས་ད་ལན་གྱི་མཇལ་མོལ་འདི་བཞིན་གལ་འགངས་ཆེན་པོ་ཞིག་ཏུ་ངོས་འཛིན་གནང་བཞིན་ཡོད་ཅིང། རྒྱུ་མཚན་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་མགོ་ཁྲིད་ཀྱི་ངོས་ནས་ཁ་གསལ་གཏིང་གསལ་གྱི་སྒོ་ནས་ཕན་ཚུན་བསམ་ཤེས་ཐོག་རྒྱལ་ཁབ་གཉིས་ཀྱི་བར་ལ་གོ་འཛོལ་རིགས་མི་འབྱུང་རྒྱུ་དང། ལྷག་དོན་དུ་རྒྱལ་ཁབ་གཉིས་བར་ལ་ད་ཡོད་ཀྱི་འགྲན་རྩོད་ཀྱི་རྣམ་པ་དེ་བཞིན་གལ་ཆེའི་རྙོག་འཛིང་ཆེན་པོ་མི་ཆགས་པ་བྱ་རྒྱུ་གལ་འགངས་ཆེ་ལུགས་ཀྱི་སྐོར་ལ་ནན་གསུངས་གནང་འདུག་ཡང་རྒྱ་ནག་དམར་ཤོག་ཚོགས་པའི་མགོ་ཁྲིད་ཞི་ཅིན་ཕིང་གིས་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀས་སོ་སོ་ཡི་ལས་དོན་ལམ་ལྷོང་ཡོང་རྒྱུ་དེ་འཛམ་གླིང་ཆེན་པོ་འདིའི་ནང་ཤོང་ཐུབ་ཀྱི་རེད་གཅིག་གིས་གཅིག་ལ་འགྱུར་བ་གཏོང་ཐབས་བྱེད་པ་དེ་ནི་དོན་དངོས་གནས་ཚུལ་དང་མི་མཐུན་པ་ཞིག་རེད་རྒྱལ་ཁབ་གཉིས་པོ་ཕན་ཚུན་བར་ལ་ཁ་གཏད་འཇལ་བ་དང་འགལ་ཟླ་སློང་བར་བྱས་ཚེ་ཕྱོགས་གཉིས་ཆ་ལ་མཇུག་འབྲས་ཞེད་སྣང་ཚ་པོ་ཡོང་རྒྱུ་རེད་ཅེས་བརྗོད་འདུག། ཡིན་ནའི་སྲིད་དོན་དབྱེ་ཞིབ་པ་འགའ་ཤས་ཤིག་གིས་ད་ལྟའི་ཨ་རྒྱ་ཡི་འབྲེལ་ལམ་དེ་གྲ་མ་གསར་པའི་རྣམ་པ་ཞིག་ལ་གནས་ཡོད་སྟབས་སྒྲོམ་གཞི་ཡི་སྒང་ནས་འགལ་ཟླ་ཆགས་ཡོད་པ་དེས་དབུ་ཁྲིད་རྣམ་གཉིས་མཇལ་མོལ་ཙམ་གྱིས་བཟང་ཕྱོགས་ཀྱི་འགྱུར་ལྡོག་འགྲོ་ཁག་པོ་ཡིན་པར་ངོས་འཛིན་གནང་ཡོད་པ་རེད། ཇི་བཞིན་ངས་ལའེ་མེ་ཡིས་ཚུ་ཡོ་ཧྥུང་ཧུའེ་ནི་གི་ཀྲུང་ཧྥང་ཙུང་ཧྲི་ཡའོ་ཧྲོའོ་ཝུ་མིན་ཏའ་ཁྲི་ངས་བྱས་ན་འདི་ནི་གྲ་མང་གི་རྣམ་པ་གསར་པ་ཞིག་རེད་གྲ་མང་ཅེས་པའི་ཐ་སྙད་འདོགས་སྟངས་ཀྱི་ཆ་ནས་ཚ་པོ་མ་ཆགས་པར་གྲ་མོང་ཡིན་དགོངས་པ་དེ་དམངས་ཁྲོད་མ་ལངས་པ་ཞིག་དགོས་པ་རེད། ངའི་ངོ་ནས་རྒྱ་ནག་གིས་ད་དུང་ཡང་ཕེ་རི་སིའི་སྤྱི་བསྒྲགས་ཀྱི་སྐབས་ལ་ནང་བཞིན་དབུ་ཁྲིད་རྣམ་གཉིས་ཀྱི་ཐུན་མོང་གི་ངོས་འཛིན་ལ་གཞི་གཅིག་ཏུ་བབས་ཏེ་མ་འོངས་པ་ལ་དེའི་ཐོག་ལ་འགྲོ་གི་རེད་བསམ་ཡ་དེ་མི་སོང་པའི་རེ་བ་ཡོད། དེ་འདྲའི་ཨ་རི་ལ་མཚོན་ན་ཡོང་མི་སྲིད་པ་ཞིག་རེད་ཨ་རི་ཡི་སྲིད་དོན་དེ་སྣ་མང་རང་བཞིན་ཅན་ཞིག་རེད། མཇལ་འཕྲད་དེ་གལ་ཆེན་པོ་ཡིན་ཡང་ཨ་རི་དང་རྒྱ་ནག་གཉིས་བར་ལ་དངོས་ཡོད་གནས་སྟངས་ག་རེ་ཡིན་པ་དེ་ལ་འགྱུར་ལྡོག་བཏང་ཐུབ་ཀྱི་མ་རེད། སི་ཏིམ་སེན་ཉམས་ཞིབ་ཁང་གི་རྒྱ་ནག་ལས་གཞི་ཡི་འགན་འཛིན་སོན་དབྱིན་ལགས་ནས་ད་རེས་ཕྱོགས་གཉིས་བར་ལ་གྲོས་མཐུན་བྱུང་བའི་དོན་ཚན་གཉིས་དང་བརྗོད་གཞི་མང་ཆེ་བ་ཨ་རི་ཡི་ཕྱོགས་ལ་ཕན་ཐོགས་ཡོད་པ་ལས་རྒྱ་ནག་གི་དམིགས་ཡུལ་དེ་འགྲུབ་ཐུབ་མེད་པ་ལ་ངོས་འཛིན་གནང་བཞིན་འདུག།
ང་རང་སྒེར་གྱི་ངོས་ནས་མཚོན་དོན་ཡིན་མཇུག་མཐའི་གྲུབ་དོན་ལ་བལྟས་ན། གྲུབ་དོན་དེ་ཕྱོགས་གཅིག་ཁོ་ན་ལ་ཐོས་པ་ནང་བཞིན་ཞིག་བྱུང་འདུག་ཟུར་ཟའི་འཇོམས་བྱེད་ཀྱི་ཉལ་ཐའི་ཡི་རིགས་ཕན་ཐག་ནས་ཀྱི་གནད་དོན་ཐད་ནས་ཡིན་ན་ཡང་རེད། ཕྱོགས་གཉིས་ཀྱི་དམག་དཔུང་གི་འབྲེལ་ལམ་འཐུས་ཐབས་བྱེད་པའི་ཐད་ནས་ཡིན་ན་ཡང་རེད། གནད་དོན་དེ་ཕྱོགས་གཉིས་ཆ་ལ་ངས་བལྟས་ན་ཚོགས་འདུ་དེའི་མཇུག་འབྲས་དེ་ཨ་རི་ལ་ཐུག་ཕན་གསོས་པ་ཞིག་དང་འདོད་པ་འགྲུབ་ཡོད་པ་ཞིག་བྱུང་འདུག་གོང་ཞུས་ཀྱི་གནས་ཚུལ་དེ་ཕྱོགས་བསྒྲིགས་ཀྱི་སྙན་སྒྲོན་ཞུ་མཁན་ཕུན་ཚོགས་དོན་གྲུབ་ཡིན།